ལ་སོགས་རྣམས་ལྷན་གྱིས་སྤྲས་ཤིང་དེ་ལས་སྐུ་བསྐམས་ས་དེ་ནས་དག། དེ་རིང་འདི་ནི་མ་སྐྱབས་ཀྱི་དོན་བྱུང་རིན་པོ་ཆེ་འཇིགས་བྲལ་ཡེ་ཤེས་རྡོ་རྗེས་མཛད་པའི་ཆོས་འབྱུང་ལྷ་དབང་གཡུལ་ལས་རྒྱལ་བའི་རྔ་བོ་ཆེའི་བྲག་ཡང་འདི་ཉིད་ཀྱི་ནང་ན་ད་ཐོག་མ་ར་ཏུ་བསྟན་པ་འདི་ཡི་བདག་པོ་སྟེ། རྫོགས་པའི་སངས་རྒྱས་ཤཱཀྱ་ཐུབ་པའམ་སངས་རྒྱས་བཅོམ་ལྡན་འདས་ཁོང་ཅག་དེ་རེད་དེ་ཡིན་དུས་སྐབས་སུ་ད། སངས་རྒྱས་ཀྱི་བསྟན་པ་ག་འདྲས་སུ་བྱུང་བ་རེད་ལབ་དུས་སྔོན་ལ་ད་སངས་རྒྱས་ཀྱི་བསྟན་པ་དེ་ད་ཆོས་དེ་སྟོན་མཁན་གྱི་སྟོན་པ་ཟེར་གྱི་ཡོད་རེད་བ་སངས་རྒྱས་བསྟན་པ་དེ་དམ་པའི་ཆོས་དེ་ཆགས་ཏེ་རེད་དེ་སྟོན་མཁན་གྱི་སྟོན་པ་ཟེར་གྱི་ཡོད་རེད་བ་དེ་ཡིན་དུས་སྐབས་སུ་སྟོན་པ་སངས་རྒྱས་བྱོན་རྫོགས། དེ་ནས་དུ་བ་པོའི་བཀའ་བསྡུ་བྱས་ཚུལ། བསྟན་པའི་གཏད་རབས་བསྟན་པ་བསྐྱངས་ཤིང་ཐེག་ཆེན་ཇི་ལྟར་དར་ཚུལ། ཟབ་རྒྱས་ཤིས་སྒྲུབ་ཅེས་ཡོང་གི་འདུག་བ་དེའི་ནང་ན་ད་དང་པོ་དེ། སྟོན་པ་སངས་རྒྱས་བྱོན་རྫོགས་ཟེར་གྱི་རེད། ད་ང་རང་ཚོ་ད་ལྟ་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ། སངས་རྒྱས་བཅོམ་ལྡན་འདས་ཚོགས་སངས་རྒྱས་ཤཱཀྱ་ཐུབ་པའི་གྱི་བསྟན་པ་དར་བཞིན་པའི་སྐབས་ཡིན་འདུག་སྐབས་སུ། ད་དེ་བསྟན་པ་དེ་སྟོན་མཁན་གྱི་ཆོས་སྟོན་མཁན་ནམ་ཆོས་གསུང་མཁན་གྱི་སྟོན་པ། དེ་ག་འདྲའི་ཕྱིར། སྟོན་པ་སངས་རྒྱས་བཅོམ་ལྡན་འདས་གསལ་ཏེ་ག་འདྲའི་ཕྱིར་ཨོ་ད་ལྟའི་གསུང་གི་དུ་བ། དེ་ཨིནྡྲའི་སྐབས་སུ་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་རྣམ་ཐར་དེ་མ་གསུང་དུས་སྐབས་སུ་ད་མཛད་པ་བཅུ་གཉིས་ཀྱི་གོང་ནས་གསུང་དགོས་པ་རེད། ད་དེའི་སྔོན་ལ་ད་མཛད་པ་བཅུ་གཉིས་དེ་ག་ད་མ་ཞུས་པའི་སྔོན་ལ་ད་སངས་རྒྱས་བཅོམ་ལྡན་འདས་ཁོང་རང་ད་ནི་ད་རྡོ་རྗེ་གདན་དུ་སངས་མ་རྒྱས་པའི་སྔོན་ལ། དེ་ནས་ཁོང་སངས་རྒྱས་རེད་དམ་མ་རེད། ཁོང་གི་སྐུ་གོང་མ་ལྷ་ཡི་བུ་དམ་པ་ཏོག་དཀར་པོ་དང་དེ་ག་ནང་བཞིན་གྱིས་དེ་ནས་ཁོང་སྐུ་འཁྲུངས་ནས་ད་ལྟ་འདི། ད། Kapilvastu། དེ་ནས་ད། གསེར་གྱི་གྲོང་ཁྱེར་དུ་དེ་ནས། བཙུན་མོ་འཁོར་གྱིས་རོལ་བ་ལ་སོགས་པ་ད་དེ་འདྲའི་ཅིག་བྱས་ཏེ་གྱ་ལུས་སད་མཛད་དེ་ནས་བཞུགས་དུས་སྐབས་སུ། དེ་ནས་ད་ཁོང་ག་རེ་ཟེར་རོ་སངས་རྒྱས་རེད་དམ་མ་རེད་ཟེར་ཞིང་ད་དེ་འདྲའི་གི་ཐོག་ལ་ད་གསུང་སྟངས་མི་འདྲ་བ་མི་འདྲ་བ་མང་པོ་ཡོང་དེ་གི་རེད་རེད། ད་ཉན་དུས་ཁོང་རྣམ་པས་ག་རེ་གསུང་གི་ཡོད་རེད་ཟེར་ན། བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་དེ། དཀར་རྒྱན་གྲངས་མེད་གསུམ་ནར་བ་དཀར་བ་གྲངས་མེད་གསུམ་ལ་ཚོགས་བསགས་བྱས། ཀྤིལ་བ་སྟུ། གསེར་གྱི་གྲོང་ཁྱེར་དུ་རྒྱལ་པོ་དོན་གྲུབ་མཛད་ནས་བཞུགས་བཞིན་པའི་སྐབས་གང་ལྟར་དོར་ཇི་སྟེ་འདུག་སངས་མ་རྒྱས་པའི་སྔ་རོལ་དུ། དེ་ནས་ཁོང་ཚོགས་ལམ་ཆེན་པོ་ལ་གནས་དེ་འགེངས་ཀྱི་དེ་ནས་ད་སོ་སོ་སྐྱེ་བོ་རེ་ཟིག་རོལ། ལམ་ལྔ་ཡི་ནང་ན་ཚོགས་ལམ་ཆེན་པོ་ལ་གནས་དེ་ད་སོ་སོ་སྐྱེ་བོ་གཅིག་རེ་ཟིག་བཀའ་དྲིན་གྲངས་མེད་གསུམ་གྱི་ཚོགས་ཏེ་ཚོགས་ནི་རྡོ་རྗེ་གདན་བྱང་ཆུབ་ཤིང་དྲུང་བྱང་ཆུབ་ལྗོན་ཤིང་གི་འགྲམ་དུ་བྱང་ཆུབ་ལྗོན་ཤིང་གི་དྲུང་དུ་དེ་ནས་དང་སྦྱོར་ལམ་དང་མཐོང་ལམ་དང་སྒོམ་ལམ་དང་མི་སློབ་ལམ་ལྔ་ལ་སོགས་པ་དང་ལམ་བཞི་སྟན་ཐོག་གཅིག་ལ་བཅས་བྱས་ནས་དེ་ནས་ཁོང་རྡོ་རྗེ་གདན་དུ་སངས་རྒྱས་པ་རེད། ཉན་འདོད་པས་དེ་འདྲའི་གསུང་གི་རེད། ད་དེ་ནས་ཐེག་པ་ཆེན་པོ་དག་སྤྱི་དང་ཐུན་མོང་དུ་བྱས་པ་ཡིན་ན་ཁོང་ག་རེ་འདྲ་བོ་ཅིག་རེད་པས་ཟེར་ན་བྱང་ཆུབ་སེམས་དཔའ་སྐྱེ་བ་གཅིག་གིས་ཐོགས་པ་ཟིག་རྡོ་དང་སངས་རྒྱས་ཡོད་ལ་དུས་ཚོད་ཞེ་དྲག་མེད་དེ་བས་ཚེ་གཅིག་གིས་ཐོགས་པར་བ་ལྷ་ཡུལ་དུ་ཡོད་དུས་ལྷའི་བུ་དམ་པ་ཏོག་དཀར་ཡེ་ནས་རེད་ད་མི་ཡུལ་དུ་ཕེབས་ཚར་ནས་ད་གང་ལྟར་དོར་ཅི་དེ་ནི་བྱང་ཆུབ་ལྗོན་ཤིང་དུ་མ་ཕེབས་བར་དུ་སངས་རྒྱས་བཅོམ་ལྡན་འདས་དེ་ག་རེ་རེད་ཟེར་ན་ས་བཅུ་བ་ལ་གནས་དེ་བས་བྱང་ཆུབ་སེམས་དཔའ་ཅི་རེད་ཨོ་དེ་འདྲས་གསུང་དགོས་རེད་ད་ཐེག་པ་ཆེན་པོ་སྤྱི་དང་ཐུན་མོང་དུ་གསུང་སྟངས་བྱས་ན་དཔེར་ན་ཡོན་ཏན་ཡོངས་སུ་བཀོད་པའི་མདོ་ལ་སོགས་པ་དེ་ཚོ་ནང་དེ་འདྲས་གསུང་དགོས་རེད་དེ་ནི་དེ་ནས་ད་སངས་མ་རྒྱས་པའི་སྔ་རོལ་དུ་ཁོང་དེ་ནས་ས་བཅུ་བ་ལ་གནས་པའི་བྱང་ཆུབ་སེམས་དཔའ་ཅི་རེད་ཟེར་ཡོད་རེད། ད་དེ་ནས་ད་ལུགས་གསུམ་པ་སྟེ་སློབ་དཔོན་འཕགས་པ་ལྷ་ཡིས་དེ་ནས་མཛད་བཤགས་པའི་མངོན་པར་བྱང་ཆུབ་པའི་རིམ་པའི་མན་ངག་དང་སློབ་དཔོན་སངས་རྒྱས་ཡེ་ཤེས་ཞབས་ཀྱིས་མཛད་པའི་དེ་གྲོལ་བའི་ཐིག་ལེ་གྲོལ་སྟེགས་ལ་སོགས་པ་ད་དེ་ཚོ་གསང་སྔགས་ཀྱི་གཞུང་ཆགས་ཏེ་ཡོད་རེད་དེ་ཡིན་དུས་སྐབས་སུ་གསང་སྔགས་ཀྱི་གཞུང་ཁ་ཤས་ནང་ནས་ག་རེ་གསུང་དགོས་རེད་ཟེར་ན་སྤྱིར་བཏང་སངས་རྒྱས་བཅོམ་ལྡན་འདས་ཁོང་དེ་ནས་ད་སྐུ་ཚེ་གོང་མ་དེ་ནས་ལྷ་ཡི་བུ་དམ་པ་ཏོག་དཀར་ཡིན་ན་ཡང་རེད་དེ་ག་ནང་བཞིན་གྱི་མི་ཡུལ་དུ་དེ་ནས་རྒྱལ་པོ་དོན་གྲུབ་སིདྡྷརྟ་འགོག་གཏམ་གནང་བའི་སྐབས་སུ་ཡིན་ན་རེད་དེའི་དུས་ཚོད་ལ་ཁོང་ས་བཅུ་པ་ལ་གནས་བསྡད་པའི་བྱང་ཆུབ་སེམས་དཔའ་ཡིན་པ་ཁས་ལེན་པ་འཇིགས་པ་རེད། ཡིན་ན་ཡང་ཁོང་རྣམ་པའི་རྟོགས་སུ་མི་འགྲོ་བ་ཅིག་ག་རེ་གསུང་གི་རེད་ཟེར་ན་སངས་རྒྱས་བཅོམ་ལྡན་འདས་ཁོང་ར་བ་ཆུ་བོ་ནད་རན་ཛཱ་ནི་འགྲམ་དུ་ལོ་དྲུག་དཀའ་བ་སྤྱོད་པའི་སྐབས་སུ། དེ་ནས་ད་རག་པི་ལུས་ཟེར་གི་རེད་ད་རག་པི་ལུས་ཟེར་ང་རང་ཚོ་མིག་གིས་མཐོང་ཡ་ཡོད་ཀྱང་སྐུ་གཟུགས་གཟུགས་པོ་དེ་ཆུ་བོ་ནད་རན་ཛཱ་ནི་འགྲམ་དུ་བཞག་རྗེས་ཡེ་ཤེས་ཀྱི་ལུས་དེ་ཡར་འོག་མིན་ལ་ཕེབས་ད་ཤེས་བཟའ་མ་ཞུས་ན། རྣམ་པར་མི་རྟོག་པ་ཡིས་ཐུགས་རྣམ་པར་མི་རྟོག་ཡེ་ཤེས་སེམས་དཔའ་དེ་སེམས་དེ་ཡང་འོག་མིན་ལ་ཕེབས་བྱ་སྟེ་འོག་མིན་སྟུག་པོ་བཀོད་པའི་ཞིང་ཁམས་སུ་དེ་ནས་མངོན་བྱང་རྣམ་པ་ལྔ་ཡི་སྒོ་ནས་བྱང་དང་སངས་རྒྱས་པ་རེད་ཟེར་བ། མངོན་བྱང་ལྔ་ཡི་སྒོ་ནས་སངས་རྒྱས་པ་རེད་ཟེར་གྱི་རེད། བཞི་པ་དེ་ག་རེ་ཆགས་བསྡད་ཡོད་རེད་ཟེར་ན། ཐེག་པ་ཆེན་པོ་མདོ་ཕྱོགས་ཀྱི་གཙོ་བོ་མདོ་ཕྱོགས་རེད་བ། ཐེག་པ་ཆེན་པོའི་མདོ་ཕྱོགས་ཀྱི་ཐུན་མོང་མ་ཡིན་པའི་གསུང་སྟངས་རེད་ཐེག་པ་ཆེན་པོའི་མདོ་ཕྱོགས་ཀྱི་ཐུན་མོང་མ་ཡིན་པའི་གསུང་སྟངས། ཐེག་པ་ཆེན་པོའི་མདོ་ཕྱོགས་ཀྱི་ཐུན་མོང་མ་ཡིན་པའི་གསུང་སྟངས་དེ་དག་གཙོ་བོ་དེ་དེ་ནས་རྒྱན་སྟུག་པོ་བཀོད་པའི་མདོ་དང། མདོ་སྡེ་ལང་ཀར་གཤེགས་པ་ལ་སོགས་པ་ད་དེ་ཚོ་ནི་གསུང་གི་མདོ་ཨ། ད་རྒྱན་སྟུག་པོ་བཀོད་པའི་མདོ་དང་མདོ་སྡེ་ལང་ཀར་གཤེགས་པ་དེ་ཚོ་རྣམས་ག་རེ་གསུང་གི་རེད་ཟེར་ན། བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་དེ་དང་པོ་འོག་མིན་དུ་སངས་རྒྱས་པ་རེད་ཟེར་སངས་རྒྱས་ས་ངོ་མ་དང་འོག་མིན་སྟུག་པོ་བཀོད་པའི་ཞིང་ངམ་སངས་རྒྱས་པ་རེད་ཟེར། དེའི་རྗེས་ལྷོ་གནས་གཙང་ང་ཡི་འོག་མིན་ལ་སོགས་པ་ད་དེ་ཚོར་རོ། ད་དེར་སངས་རྒྱས་པ་རེད་ཟེར། དེའི་སྤྲུལ་པ་ཅིག་དོར་རྗེས་དེ་ཚོ་སངས་རྒྱས་པ་རེད་ཟེར་རོ། ད་ཐེག་ཆེན་ཐུན་མོང་མ་ཡིན་པའི་གསུང་དང་འདྲ་བོ་དེ་འདྲའི་ཆགས་བསྡད་ཀྱི་འདུག། ཞེས་དགོས་སོ། ད་གསུང་སྟངས་ལྔ་པ་དེ་རེད། གསུང་སྟངས་ལྔ་པ་དེ་བདག་ཅག་སྟོན་པ་བཅོམ་ལྡན་འདས་སངས་རྒྱས་དང་གི་སྐོར་གྱི་གསུང་སྟངས་ལྔ་པ་དེ་དག་ག་རེ་ཆགས་ཡོད་རེད་ཟེར་ན་ཐེག་པ་ཆེན་པོ་ཡིན་ཡིན་པ་རེད། ཐེག་པ་ཆེན་པོའི་ནང་ནས་གསང་སྔགས་ཡིན་ཡིན་པ་རེད། གསང་སྔགས་ཀྱི་ནང་ནས་ངེས་དོན་སྙིང་པོ་མཐར་ཐུག་པ། གསང་སྔགས་རྡོ་རྗེ་ཐེག་པའི་དང་ངེས་དོན་སྙིང་པོ་མཐར་ཐུག་པ། ད་ཡེ་ཤེས་རིན་པོ་ཆེས་བཀོད་པའི་རྒྱུད་ཟེར་འདྲ་བོ་དང་དེ་ག་ནང་བཞིན་གྱི་ང་ཚོས་སྔ་འགྱུར་རྙིང་མའི་གི་དེ་ནས་ད་རྒྱུད་སྐད་གྲགས་ཆེན་པོ། ད་མ་ཧཱ་ཡོ་གི་རྩ་རྒྱུད་གསང་བ་སྙིང་པོ་ཟེར་བ་ད་དེ་ཚོ་གི་གསུང་སྟངས་དེ་རེད། ད་ཁོང་ཚོ་གི་ག་རེ་གསུང་གི་རེད་ཟེར་ན་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་དེ་སྐལ་བ་གྲངས་མེད་སྔོན་ནས་སངས་རྒྱས་ཚར་བ་རེད་ཟེར་བ། སྐལ་པ་གྲངས་མེད་སྔོན་ནས་སངས་རྒྱས་ཚར་བ་རེད་ཟེར་བ་ཡེ་གདོད་མ་ནས་སངས་རྒྱས་པ་རེད། ཡིན་ཡིན་ན་ཡང་དེ་ནི་འོག་མིན་སྟུག་པོ་བཀོད་པའི་ཞིང་དང་དེ་ག་ནང་བཞིན་གྱི་གཙང་མའི་རིགས་ཀྱི་འོག་མིན་དང་དེ་ག་ནང་བཞིན་གྱི་རི་རབ་ཀྱི་རྩེ་དང་དེ་ག་ནང་བཞིན་གྱི་རྡོ་རྗེ་དེ་ལ་སོགས་པ་དེ་ཚོ་ལ་སངས་རྒྱས་པའི་དེ་ཚུལ་བསྟན་པ་ཙམ་གྱི་རེད་རེད་བ་དེ་ཡིན་དུས་ཀྱི་ཡེ་སངས་རྒྱས་ན་ཡང་སངས་རྒྱས་པའི་ཚུལ་བསྟན་པ་རེད་གསུང་དགོས་རེད་བ་ད་དེ་ཡིན་དུས་སྐབས་སུ་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་དེ་ད་སངས་རྒྱས་དང་གི་སྐོར་དེ་ལ་དེ་ནས་ད་གསུང་སྟངས་མི་འདྲ་བ་མི་འདྲ་བ་ད་རྣམ་པ་ལྔ་འདྲ་བོ་ཅིག་དུས་འཇོམས་ཆེ་ཆུང་ནང་གསུང་བཞག་འདུག་བ་འོ་ད་དེ་མདོར་བསྡུས་ཀྱི་མ་ཞུས་ཟིན་པ་ཡིན་ད་ལུང་འདྲ་བོ་དེ་འདྲ་ག་འདྲ་ག་འདྲ་ཡིན་པ་ད་ཁུངས་དེ་ད་ནང་ངས་འདི་ནས་ཡ་ཞུས་བཞག་ཡོད་ད་ལུང་དེ་ད་རེ་རེ་རེ་རེ་བཞིན་དུ་རྣམ་པ་ཚོ་ཆོས་འབྱུང་ནང་གཟིགས་ན་མ་གཏོགས་ད་ལོག་གི་འོ་མ་རེད་ཆོས་འབྱུང་ནང་གཟིགས་ན་འགྲིག་གི་རེད། དེ་ཡིན་དུས་སྐབས་སུ་སྤྱིར་བཏང་གི་ང་རང་ཚོ་ད་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་དེ་ད་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་གསུམ་གྱི་ནང་སྤྲུལ་སྐུ་གི་ལྡོག་ཆ་ནས་བཞག་གི་ཡོད་རོགས་དེ་ཡིན་དུས་སྐབས་སུ་བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་དེ་སྤྲུལ་སྐུ་རེད་ད་སྤྲུལ་སྐུ་དེ་ལ་ད་སྤྱི་སྟངས་གསུང་སྟངས་མི་འདྲ་བ་མི་འདྲ་དེར་བཞག་སྟངས་མི་འདྲ་མི་འདྲ་མང་པོ་ཡོད་རེད་བཟོ་བོ་སྤྲུལ་སྐུ་ཟེར་རོགས་དང། སྐྱེ་བ་སྤྲུལ་སྐུ་ཟེར་རོགས་དང་མཆོག་གི་སྤྲུལ་སྐུ་དེ་འདྲས་གསུམ་བཞག་ཡ་ཡང་ཡོད་རེད། ཡང་རང་བཞིན་གྱི་སྤྲུལ་སྐུ་ཟེར་གྲུབ་དང་འགྲོ་འདུལ་སྤྲུལ་སྐུ་ཟེར་གྲུབ་དང་མ་དག་པ་སྤྲུལ་སྐུ་ཟེར་གྲུབ་དང་དེ་འདྲས་ཀྱི་གསུམ་བཞག་ཡ་ཡང་དེ་འདྲས་ཡོང་ཐེག་རེད་དེ་ཡིན་དུས་སྐབས་སུ་ད་ད་ལྟ་སྐབས་སུ་བབ་པ། བཟོ་བ་སྤྲུལ་སྐུ་སྐྱེ་བ་སྤྲུལ་སྐུ་མཆོག་གི་སྤྲུལ་སྐུ་གསུམ་ལ་དབྱེ་བ་ཕྱེ་བའི་དབང་དུ་བཏང་བ་ཡིན་ན་བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་དེ་ག་རེ་ཆགས་ཐེག་ཡོད་ཟེར་ན་མཆོག་གི་སྤྲུལ་སྐུ་ཆགས་ཐེག་རེད། མཆོག་གི་སྤྲུལ་སྐུ་དེ་གི་ད་འགྲོ་དོན་མཛད་སྟངས་ལ་བསམ་བློ་བཏང་བ་ན་རྩ་རྒྱུད་གསང་བ་སྙིང་པོའི་ནང་ན་ག་རེ་གསུངས་ཡོད་རེད་ཟེར་ན། སྐུ་བསོད་ནམས་ཆེན་པོས་འདུལ་བ། གསུང་རིག་པས་འདུལ་བ། ཐུགས་མངོན་སུམ་པའི་འདུལ་བ། རྫུ་འཕྲུལ་བསམ་གྱིས་མི་ཁྱབ་པའི་འདུལ་བ། ཟེར་ད་དེ་འདྲ་འདུལ་བ་རྣམ་པ་བཞི་གསུང་གི་འདུག་ཨ། འདུལ་བ་རྣམ་པ་བཞིའི་སྒོ་ནས་འགྲོ་དོན་མཛད་ཀྱི་རེད། འདུལ་བ་རྣམ་པ་བཞི་ཡི་སྒོ་ནས་དེ་ནས་འགྲོ་བ་སེམས་ཅན་རྣམས་འདུལ་གྱི་རེད། ཟེར་ཏེ་མཆོག་གི་སྤྲུལ་སྐུ་འདུལ་འགྲོ་བ་འདུལ་སྟངས་འགྲོ་དོན་མཛད་སྟངས་དེ་འདྲའི་ཆ་དེ་ཡོད་རེད། སྐུ་བསོད་ནམས་ཆེན་པོའི་འདུལ་བ་དེ་སྐུ་རེ་ཟུང་རིག་པའི་འདུལ་བ་དེ་གསུང་གི་སྒོ་ནས་འདུལ་བ་རེད། ཐུགས་མངོན་སུམ་པས་འདུལ་བ་དེ་ཐུགས་ཀྱི་སྒོ་ནས་འདུལ་བ་རེད། བའི་སྐུ་གསུང་ཐུགས་གསུམ་གྱི་སྒོ་ནས་འདུལ་བ་རེད། དང་འོག་ཐ་མ་བཞི་པ་དེ་ཟུར་དྲུག་བསམ་གྱིས་མི་ཁྱབ་པའི་འདུལ་བ་ཟེར་ཏེ་ཡོན་ཏན་དང་ཕྲིན་ལས་གཉིས་ཀྱི་འདུལ་བ་དང་འགྲོ་དོན་མཛད་སྟངས་དེ་དག་གསུང་གི་ཡོད་རེད་བ་དེ་ཡིན་དུས་སྐབས་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ཀྱི་དང་འགྲོ་དོན་མཛད་སྟངས་དེ་གསུང་གི་ཡོད་རེད། དེའི་ནང་ནས་ད་སྐུ་བསོད་ནམས་ཆེན་པོའི་འདུལ་བ་ཟེར་གི་འདུག་སྐུ་བསོད་ནམས་ཆེན་པོའི་འདུལ་བ་ཟེར་ཏེ་ག་བ་ལ་གསུང་གི་ཡོད་རེད་ཟེར་ན། སངས་རྒྱས་བཅོམ་ལྡན་འདས། ལྷུམས་སུ་ཞུགས་བ་ནས་སྐུ་མྱ་ངན་ལས་མ་འདས་པར་ཁོ་རང་གི་ད་མི་ཚེ་ཅིག་ཡོད་རེད་སྐུ་ཚེ་ཅིག་འོ་དེའི་ནང་ལ་འགྲོ་དོན་མཛད་པ་དེ་ལ་དེ་ནས་ག་རེ་གསུང་གི་རེད་ཟེར་ན་སྐུ་བསོད་ནམས་ཆེན་པོས་འདུལ་བ་ཟེར་གི་རེད་ད་གསུང་དེ་ནས་རིག་པས་འདུལ་བ་ཟེར་ཏེ་ད་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ལ་སོགས་མང་པོ་ཅིག་གསུང་བཞག་ཡོད་རེད་བ་འོ་ད་དེ་ག་རེ་རེད་ཟེར་ན་དེ་ནས་ད་གསུང་དེ་ནས་གསུང་གི་འདུལ་བ་དེ་ཆགས་བསྡད་ཡོད་རེད། གསུམ་པ་དེ་ཐུགས་མངོན་སུམ་གྱིས་འདུལ་བ་ཟེར་ཏེ་ག་རེ་རེད་ཟེར་ན་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཁོང་དེ་ནས་ཇི་ལྟ་བའི་མཁྱེན་པའི་ཡེ་ཤེས་དང་ཇི་སྙེད་པའི་མཁྱེན་པའི་ཡེ་ཤེས་ཕུལ་དུ་བྱུང་བ་ཡིན་དུས་སྐབས་སུ་མངོན་པར་ཤེས་པ་དྲུག་མངོན་ཤེས་དྲུག་ལ་སོགས་པའི་སྒོ་ནས། གདུལ་བྱ་རང་རང་སོ་སོ་ཀྱི་དེ་ནས་ཁམས་དང་མོས་པ་དང་བསམ་པ་ལ་སོགས་པ་དེ་ཚང་མ་མཁྱེན་པའི་ཐོག་ནས་དག་བྱེད་དགོས་རང་ཆོས་སུ་འགོད་རོགས་ད་ལྟ་དེ་མཁྱེན་པའི་ཆེད་དུ་དེ་ལ་མཁྱེན་པའི་སྒོ་ནས་འདུལ་བ་དེ་ལ་དེ་ནས་དུག་མངོན་སུམ་པས་འདུལ་བས་དེ་འདྲའི་གཟུངས་ཀྱི་བསྡུ་བ། བཞི་པ་རྫུ་འཕྲུལ་བསམ་གྱིས་མི་ཁྱབ་པས་འདུལ་བ་ཟེར་ཏེ་ད་སངས་རྒྱས་ཟེར་ཏེ་ད་རྫུ་འཕྲུལ་ཕུལ་དུ་བྱུང་བ་ཡིན་ཏེ་གཟུངས་འཕྲུལ། གྲུབ་རྟགས་འདྲ་མི་འདྲ་སྤྲུལ་པ་འདྲ་མི་འདྲ་གི་དེ་ནི་ད་སེམས་ཅན་གྱི་དོན་མཛད་སྟངས་གཅིག་ཡོད་རོ། དཔེར་ན་དཔེར་ཁོ་རང་མི་ཁ་ལག་རག་མ་རག་ཀྱོག་པད་མི་གཟི་ཉམ་ཐག་པ་དེ་ཚོ་ལ་ཟས་ལ་སོགས་པའི་སྤྲུལ་བ་དང། དེ་ག་ནང་བཞིན་གྱི་མི་ལམ་ཀ་པད་མི་གཟི་ལ་དཀའ་ལས་ཁག་དེ་ངན་དེ་ཚོ་ལ་དེ་ནི་རོགས་པ་དེ་འདྲའི་དེ་སྤྲུལ་ཡས་འདྲ་བོ་དང། ད་མི་དེ་རྐུན་མ་དང་ཇག་པ་དང་དེ་འདྲ་གཅན་གཟན་ལ་སོགས་ཉེན་ཁ་ཡོད་དུས་སྐབས་སུ་ད་ཡང་དེ་ལ་སྐྱབས་ཡས་བྱེད་དོ་དེ་ནི་ད་ཡང་ཅིག་དམག་མིའི་འགྲོ་བ་དེ་འདྲའི་ལས་སྤྲུལ་ཡས་དང་དེ་ག་ནང་བཞིན་གྱི་རྒྱ་མཚོའི་ནང་དུ་དེ་ནུར་བུ་ལེན་མཁན་ཁ་ཁྱེར་གྲུ་འཐོར་དེ་ནི་རྒྱ་མཚོའི་ནང་དུ་ཅིག་གང་ཅིག་ཅིག་དེ་བཟའ་འདྲ་བོ་རྩ་ནས་མ་རག་ཡོང་དུས་སྐབས་སུ་རྒྱ་མཚོ་གི་གླིང་ཕྲན་ལ་སོགས་བ་ལ་སྤྲུལ་ཡས་དང་ཆུ་ཆེན་པོ་ལ་འགྲོ་དུས་སྐབས་སུ་དེ་ནི་ང་རང་ཚོ་ཟན་པ་ལ་སོགས་བ་སྤྲུལ་ཡས་འདྲ་བོ་དང་གི་གང་ཟག་འདོད་ཆགས་ཀྱི་དུང་བ་དེ་ཙམ་ལ་སྨད་ཙོང་མ་ལ་སྤྲུལ་ཡས་ལ་སོགས་བ་ད་སྤྲུལ་པ་རྣམ་པ་སྣ་ཚོགས་ཀྱི་སྒོ་ནས་སྤྲུལ་ནས་དོན་ལ་སངས་རྒྱས་ཀྱི་ས་ཡང་དག་པའི་ལམ་ལ་བཀྲི་བར་མཛད་པའོ་དེ་འདྲའི་མཛད་པ་ཅིག་ཡོད་རོ། ད་དེ་ལ་ག་རེ་ཟེར་ན་ཚུལ་དྲུག་བསམ་གྱིས་མི་ཁྱབ་པའི་གདུལ་བའོ། དེ་ཡི་ནང་ནས་ད་ང་རང་ཚོ་ད་ལྟ་མཛད་པ་བཅུ་གཉིས་དེ་གཙོ་བོ་ག་བ་ནས་གསུང་དགོས་རེད་ཟེར་ན་སྐུ་བསོད་ནམས་ཆེན་པོའི་གདུལ་བའི་དབང་དུ་བྱས་ནས་གསུང་དགོས་རེད། ད་སྐུ་བསོད་ནམས་ཆེན་པོའི་གདུལ་བ་དེ་ལ་ཡང་སྤྱིར་བཏང་གི་ཅིག་མཛད་པ་ཅིག་ང་རང་ཚོ་ཅིག་འདི་ག་ཚོ་རེད་གྲངས་ཀ་འདི་ག་ཚོ་རེད་ཅིག་ཚད་རྒྱག་ཡས་ཅིག་ཡོད་མ་རེད་དེ་ཡིན་ན་ཡང། བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་ང་རང་ཚོའི་སྣང་ངོར་ལྷོ་འཛམ་བུ་གླིང་དུ་ཕེབས་ནས་སངས་རྒྱས་དུས་སྐབས་སུ་ཁོང་རང་གི་སྐུ་ཚེ་དེ་ཡི་ལོ་རྒྱུས། མི་ཚེ་གཅིག་གི་ལོ་རྒྱུས་སྐུ་ཚེ་གཅིག་གི་ལོ་རྒྱུས་དེ་ལ་རྣམ་ཐར་དེ་ལ། དེ་ནས་ད་ག་ཚོད་འགྲོ་བ་ཞིག་དང་གྲངས་ཀ་བརྒྱབ་ནས་དུས་ཡོད་རེད་ཟེར་ན་མཛད་པ་བཅུ་གཉིས་ཀྱི་ནང་ལས་དུས་ཞག་རེད། དེ་ཡིན་དུས་བརྩམས་པ་ལ་ད་སང་ཉིན་ནས་བཟུང་སྟེ་དེ་ནི་མ་མཛད་པ་བཅུ་གཉིས་དེ་རེ་རེ་རེ་རེ་བཞིན་དེ་དག་གང་ཐུབ་ཐུབ་ཅིག་ཞུ་ཡས་ཡིན།